ཡ། སློབ་མ་ཚང་མ་བཀྲ་ཤིས་བདེ་ལེགས། ཚང་མ་བདེ་པོ་ཡིན་ཤག་རེད། ཨ་ནི་དེ་རིང་རྒན་ལགས་ཀྱིས་ཁྱོད་ཚོ་ལ་ཡ། བྱང་ཨ་རིའི་བོད་ཀྱི་སྐད་ཡིག་དང་རིག་གཞུང་སློབ་གྲྭའི་ནས་རིག་གཞུང་སློབ་གྲྭའི་བོད་ཡིག་ཀློག་དེབ་རེད་བ། འཛིན་རིམ་བརྒྱད་པ་དེ། འཛིན་རིམ་བརྒྱད་པ་ད་ཁྱེད་ཚོ་འཛིན་གྲྭ་བརྒྱད་པ་རེད་བ། ནས་འཛིན་གྲྭ་བརྒྱད་པའི་གི་ཀློག་དེབ་དེ་མ། སློབ་དེབ་འཛིན་གྲྭ་བརྒྱད་པའི་ཀློག་དེབ་ནང་ནས། དེ་རིང་སློབ་ཚན་ལྔ་པ་དེ། ཁྱེད་ཚོ་རང་ལྔ་པ་དེ་མ་ལབ་ཀྱི་ཡིན་ད་རེད་བ། ཡང། ཚང་མས་ཀྱིས། དོ་སྣང་ཡག་པོ་བྱེད་ཤོག་ཨ། བསླབ་པའི་སྐབས་སུ་ལ་ཡང། ཚིག་ཧ་མོ་གོ་བས་དེ་འདྲས་འདུག་ན་རྟགས་རྒྱ་བས་དང། ཚིག་གསར་པ་ཤེས་ཡང་དེ་འདྲས་འདུག་ན། མཆན་རྒྱ་བས་དེ་འདྲས། སོ་སོའི་ཀྱི་སུ་ལ་ཡང། ཞག་སྨྱུག་ཁས་བཅད་ར་བ། ཞག་སྨྱུག་ཟེར་ན་འདི་ར་བ། ཞག་སྨྱུག་དེ་འདྲས་ཁས་བཅད། སོ་སོའི་ཀྱི། རྟགས་རྒྱབ་ན་འགྲིག་གི་རེད།

ད་ང་དང་ཟེར་ནི་ད་དོན་དག་བཤད་ཀྱི་ཡོད་རེད་ནི་དེ་ཚོ་གོ་བ་འཇུག་གི་ཡོད་མེད་དང། ག་དེ་ལ་ཡ་དོན་དག་ག་རེ་ག་རེ་ཡོད་མེད་ག་བ་ག་བ་འཇུག་གི་ཡོད་མེད་ག་འདྲེས་འཇུག་གི་ཡོད་མེད་འོ་དེ་དང་འདྲ་བཤད་དེ་རེད་ད་ར་བ། ཡ་ད་དང་པོ་མ་འགྲེལ་བཤད་རྒྱག་གིན་ད་ར་བ། དང་ནི་འདུས་བྱས་རྒྱུ་མཚན་དང། ཚེ་སྐབས་གདམས་ངག་ལྔ་ལ་འཇུག་ས། ལ། དེ་ལ་ཡང་ཤོ་ལོ་ཀ་རྐང་པ་གཉིས་འདུག་ཨ་ཤོ་ལོ་ཀ་ཕྱེད་ཀ་ཟེར་གི་ར་བ་ཚིགས་རྐང་པ་གཉིས། ཚིགས་རྐང་རེ་རེ་གི་རྐུབ་ལ་ཡང་ནི་ཤེད་གཉིས་གཉིས་ཐོབ་གི་འདུག་ཨ། འོ་དེ་བྱས་ཨ་ནི་གག་གི་མཐའ་ལ་ཤེད་གཅིག་མ་དུ་ཡོད་མ་རེད་ཚིགས་བཅད་རྐང་ལྟར་གཉིས་ཤེད་ཐོབ་ཟེར་ར་བ། ཨ་ནི་ཤོ་ལོ་ཀ་ཕྱེད་ཀ་དེའི་ནང་ལོགས་ལ་ཡང་ག་རེ་སྟོན་གི་འདུག་ཟེར་ན། ཨ་དང་སྒྲ་འཇུག་ས་དེ་ག་རེ་ག་རེ་ཡོད་རེད་ཟེར་དུས་བསམ་བ་ལ་ཡ། ཨ་ནི། འདིའི་ཚིགས་དེ་ག་ནས་རེད་ད། དེ་ལ་ཡང་དང་ནི་བདུད་རྩིའི་རྒྱུ་མཚན་དང། ཚེ་དགའ་གདམས་ངག་ལྔ་ལ་འཇུ་ཟད་ཀྱི་ཤོ་ལ་ག་ཆད་ཁ་ཟློ་བ། ཚིག་རྐང་པ་གཉིས་འོ་འདི་ཚིག་དེ་ག་ནས་བྱུང་པར་བས། འདི་ཚིག་འདི་ང་རང་ཚོ། དབྱངས་ཅན་གྲུབ་པའི་རྡོ་རྗེས་ཀྱིས་བརྩམས་བཞག་པའི། ལེགས་བཤད་ལྗོན་པའི་དབང་པོ། ལེགས་བཤད་ལྗོན་དབང་ནང་ནས་ཚུ་དང་སྒྲ་བཤད་པའི་སྐབས་སུ་ཡོད་རེད་བ། འོ་འདི་བྱས་ད་འདི་ན་མ། འགྲེལ་བཤད་ཡོང་ཁུར་གདའ། ཅེས་གསུངས་པ་ལྟར་ས་དང་ཞེས་པའི་སྒྲ་ནི་འདུས་པ་དང་ས་ཏཱ་ཏི་དང་ཟད་དེ་གོར་ཞེས་བོར་བ་དང་ཟད་དེ། འདུས་པ་སྒྲ་ནི་འདུས་པ་དང་ཅིག་ཆར་བ། འདུས་པ་དང། འཇས་པ། རྒྱུ་མཚན། ཚེ་སྐབས། གདམས་ངག་ཟད་དེ་ལྔ་ལ་ཡ་འཇུག་རེས་བོར་ལྟར་བ། དེ་ལྔ་ལ་ཡ་འཇུག། འཇུག། བྱས། ད། དང་པོ་དེ་ལ་རེད་བ། དང་པོ་བསྡུས་པ་ནི། ས། ད་བསྡུས་པ་འདི་ག་འདྲེ་ཞེས་རྒྱག་གི་བར་ད་སྔར་ནང་ལོགས་ནས་བསྡུས་པར་བ། ད་བསྡུས་པ་འདི་ག་འདྲེར་ཟེར་ན། འདི་གི་ངོ་བོ་དེ་དེ་ནས་མ་ཤེས་ཀྱི་བར་ད། ད་འདི་ངོ་བོ་དེ། ཡག་པོ་བསམ་བློ་བཏང་ནས། འདི་ངོ་བོ་དེ་མ། དོ་ན་ཡག་པོ་བྱེད་ཤོག་ཨ། གདུལ་བྱའི་ཆོས། དུ་མ་སྔོན་དུ་བཀོད་ནས་ས། ར་བ། དེ་དག་རེ་རེའི་རྗེས་སུ། དང་སྒྲ་སྦྱར་ཏེ། མཐར། གདུལ་བྱའི་ཆོས་རྣམས་ཕྱོགས་གཅིག་ཏུ་བསྡུས་པ་ལ་ཟེར། ས། ཨོ་ཡ། ད་འདི་ནང་ལོགས་ལ། འགྲེལ་བཤད་ཏིགས་སུ་རྒྱག་གི་ཡིན་ད་ར་བ། ཨ་ནི་འདུས་པ་ཟེར་ཡ་དེ་གདུལ་བྱའི་ཆོས་ལ་གོ་ར་བ། ད་འདུས་ཡ། འདུས་པ་ཟེར་དེ་ཚུར་ལྡོག་ལྡོག་བཟོས་ཡ་དེ་ལ་གོ་ར་བ། ཚུར་འདུས་པ། ཚུར་རུག་རུག་བྱས་པ་ཟེར་བྱས་ར་བ། ཨོ་དེ་ད་འདུས་ཡ་གི་ཆོས་བརྗོད་ར་བ། ད་འདུས་ཡ་གི་ཆོས་ག་རེ་ཡིན་པ་ཡིན་ན་ཡང། མང་པོ་ཅིག་ཡ། སྔོན་ལ་བཀོད་གོ་རེད་ཟེར་ར། སྔོན་ལ་ལ་ན་ཚུར་འདུས་ལ་ར་བ། དང་པོ། འདུས་བྱས་ཆོས་མང་པོ་ཅིག་བཀོད་བྱས། འདིའི་རྗེས་ལ་ཡ། དེ་ཚོ་ཚང་མའི་རེ་རེ་ལས་རོ། དེ་དག་རེ་རེ་གི་རྗེས་ལ་ཡང་གར་གར་བྱ་གོར་ས་ན། དང་ང་དང་ས་རོ། དེ་ཚོ་ཚང་མའི་རྗེས་ལ་ཡང་དང་འདྲ། དང་ང་དང་འདྲ་སྦྱར་གོ་རེ་ས། འདི་སྦྱར་ནས་ཐ་མ་དེ་ལ་ཡང། དང་གི་དངོས་ལ་ཡང་གདུལ་བྱའི་ཆོས་བཀོད་རོ། འདི་ཚང་མའི་རྗེས་ལ་ཡང་དང་ང་དང་རེ་རེ་སྦྱར་གི་རོ། འདི་སྦྱར་ཚར་བའི་རྗེས་ལ་ཡང། མཐར། གདུལ་བྱའི་ཆོས་རྣམས། དང་གི་འདུལ་བའི་ཆོས་བརྗོད་རོ། འདི་ཚང་མ

སངས་རྒྱས་དང་ཆོས་དང་དགེ་འདུན་བཅས་ནི་དཀོན་མཆོག་གསུམ་མོ། ལ་དྭགས་ད་སངས་རྒྱས་ཀྱི་རྗེས་ལ་ཡང་དང་ཅིག་བྱས། ཆོས་ཀྱི་རྗེས་ལ་དང་ཅིག་ཏུ་བྱ། ད་ཨོ་དེ་ལ་ཡང་གདུལ་བྱའི་ཆོས། རོ་ཨ་གདུལ་བྱའི་ཆོས་དངོས་ལ་ཡང་བཀོད་བྱས། དེའི་རྗེས་ལ་ཡང་དང་དང་དང་སྦྱར། རོ་ཨ་དེ་སྦྱར་ནས། བཅས་ནི་དཀོན་མཆོག་གསུམ་མོ། དེ་བསམས་པ་ལ་ད་ཨོ་ནི་ཚུར་བསྡུས་བཞག་གྱུར། རོ་ཨ་གདུལ་བྱའི་ཆོས་དེ་སྔོན་དུ་བཀོད། དེ་ནས་དེ་ཚོའི་ཚང་མའི་རྗེས་ལ་ཡང་དང་སྒྲ་རེ་རེ་སྦྱར་ནས་མཐའ་མ་ལ་ཡང་ཚང་མ་ཕྱོགས་གཅིག་ཏུ་ཚུར་བསྡོམས་པ་ཡིན་ན། དེ་ལ་ཡང་གར་སེ་གུ་རེ་འདུས་པ་ཟེར་ཆགས་འགྲོ་གི་ཡོད་རེད་བ། ད་འདི་ལ་ཡང་ཁོང་ཚོས་འགྲེལ་བཤད་ཏོག་ཙེ་བ་དེ་དག་འདི་ལྟ་བུ་ལ་མཚོན་ན། འདི་བླ་བདུད་བསམ་པ་ཐ་སྙད་དེ་མ་ཐག་པ་འདི་གང་ད་ག་རང་ལ་ར་བ། འདི་སི་ཏུ་བསམ་པ་ལ་འོ་བདག་གི་གུ་འདི་དང། ད་འབྲིང་པོ་དེ་གཉིས་ལ་ག་རེ་ཁྱད་པར་ཡོད་རེད། འདི་སི་ཏུ་སེམས་པ་ད་ག་རང་གང་ལ་ཡག་ད་གཏན་མཁས་པ་རེད་བ། ནི། ད་འབྲིང་པོ་དེ་སི་ཏུ་སེམས་པ་ལ་ཡང་ཞེ་ར། གཏན་མ་མཁས་པ་ཆེ་ངེས་གཏན་ཡོག་མ་རེད་ར་བ། ད་ད་ད་གང་ལ་ཡག། ནི། དཔེ་བཞག་རྒྱུ་སངས་རྒྱས་དང་ཆོས་དང་དགེ་འདུན་བཅས་ནི་ཁུ་འཕྱོ་གསུམ་མོ་ཟས་ཀྱི་དཔེ་མཚོན་བྱེད་དུ་བ། འདི་ལྟ་བུ་ལ་མཚོན་ན་དཔེ་བཞག་ན། ད་འདི་གི་འགྲེལ་བཤད་རྒྱག་གི་ཡོད་རེད། གདུལ་བྱ་སངས་རྒྱས་དང། ད་ད་གི་གདུལ་བྱའི་ཆོས་ཟས་བྱེད་དུ་བ། ད་འདི་རྣམས་ལ་གདུལ་བྱ་དེ་ག་རེ་རེད། གདུལ་བྱ་དེ་སངས་རྒྱས་དང་ཟེར་བ། སངས་རྒྱས་དེ་གདུལ་བྱ་ཆགས་སོང་གདུལ་བྱ་ཆགས་སོང་ཨ། འདི་ཅི་ལ། ཆོས་དང་ཟེར་བ་ཆོས་དེ་གདུལ་བྱ་ཆགས་སོང་ཨ། དགེ་འདུན་དེ་གསུམ་དེ་གདུལ་བྱ་རེད་ད། གདུལ་བྱའི་ཆོས་ཚང་མ་དངོས་ལ་བཀོད་བྱས་ཨ་ནི། དེ་གསུམ་དེ་ཚང་མ་ལ་དང་དང་སྦྱར་སོང་ཨ། དེ་ནས་དེ་ཚོ་གསུམ་འདུས་བྱས་ཨོ་ཡ། དང་དང་ཟེར། ད་བསྡུས་ཡས་ཀྱི་ལག་ཆ་འདྲ་བོ་གཙོ་བོ་དེ་ག་རེད་ད་ང་དང་ཟེར་ཡ་དེ་རེད་བ་ཚང་བའི་སྐུ་ལ་དང་དང། ཨོ་དེ་འཇའ་འདུས་སམ་པ་ལ་ཡ། དགེ་འདུན་གསུམ་འདུས་བྱས་དང་སྒྲ་སྦྱར་ཏེ་དཀོན་མཆོག་གསུམ་ཞེས་གཅིག་ཏུ་བསྡུས་པའོ། ས་འོག་ཏུ་གཅིག་བྱས། རྟ་དཔེ་ཆ་བཞག་ན་ང་ཚོ་གི་དཔེ་ཅི་བཞག་ན་དར་བ། བཀྲ་ཤིས་དང། ནི། དོན་འགྲུབ་དང། རྡོ་རྗེ། གྲོགས་པོ་བློས་ཐུབ་ཞིག་རེད། ལབ་པ་ཡིན་ན། ཁོ་ཚོ་ཚང་མ། གདུལ་བྱའི་ཆོས་དེ་གར་ཆགས་སོང། ནི་མིང་དེ་ཚང་མ་གདུལ་བྱའི་ཆོས་བྱ་དགོས་ར་བ། བཀྲ་ཤིས་དང། ནི། དོན་འགྲུབ་དང་རྡོ་རྗེ་གསུམ་དེ་གདུལ་བྱའི་ཆོས་བྱས། ནི་ཁོ་ཚོ་ག་རེ་ག་འདྲི་བསྡུས་པ་རེད་ཟེར་ན།

ཨོ་ཡ། ད་རྗེས་པ་ཟེར་ཡ་དེ་དང་པོ་ག་རེ་ཧ་གོ་གི་འདུག་ལ་ན། ཡེ་ཤེས་ཅེས་ཡོད་རེད་བ། ཡེ་ཤེས་དེ་གཅིག་བྱས། ཡེ་ཆོས་དེ་གཅིག་གཉིས་འདུག་བ། ཡེ་ཤེས་དེ་དངོས་ལ་ཡག་བཀོད། དངོས་ལ་ཡག་བྲིས། རེད་བ། དེ་གི་ཡེ་ཆོས་ཡོད་རེད་བ། ཡེ་ཤེས་ལ་ཡེ་ཆོས། ཨོ་དེ་ཡེ་ཆོས་དེ་སོ་སོའི་གི་མཐའ་ལ་ཡག། དང་སྒྲ། སྦྱར་ནས་སོ་སོ་སོ་ལ་ཡག་ཕ་ཆེ་བྱ་ཡ་དེ་ལ་ཡག། སོ་སོ་སོ་ལ་ཡག་ཕ། ཁ་སོགས་རེ་དབྱེ་བ་ཕྱེས་པ་འདི་ལ་ཡང་ལབ་ཀྱི་ཡོད་རེད་ཟེར་བ། འོན་ཏེ་སོ་སོའི་མཐར་སྦྱར་ནས་སོ་སོས་སོ་སོའི་ཁྱད་པར་འབྱེད་པ་འདི་ལ་ཟེར་གྱི་ཡོད་རེད། ད་ང་ཚོས་ཀྱིས་འདི་ལ་དཔེ་དང་སྦྱར་ནས་བཤད་ཀྱི་ཡིན་ད་དཔེ་དང་སྦྱར་ན་དེས་ལས་ལྷག་ཡོད་རེད་བ། དཔེར་ན། ད། འབྱེད་པ་འདི་གྱིས་དང་སྒྲ་འབྱེད་པ་འདི་གྱིས་འདི་བྱེད་དགོས་བར་ད་དཔེ་དེ། དཀོན་མཆོག་གསུམ་ནི། དཀོན་མཆོག་གསུམ་ནི་ལ་དྭགས་བ་ད་འདི་ག་རེ་ཡེ་ཤེས་དེ་སྔོན་དུ་བཀོད་ད་ཡེ་ཤེས་དེ་སྔོན་དུ་བཀོད་ནས་བསམ་པ་དཀོན་མཆོག་གསུམ་ནི་ལ་དྭགས་བ་ཨ་ནི་སངས་རྒྱས་དང་ལ་དྭགས་བ་ཆོས་དང་དགེ་འདུན་ནོ་ལ་དྭགས་བ་ད་ཡེ་ཤེས་དེ་ཨ་ནི་དཀོན་མཆོག་གསུམ་ནི་ཡེ་ཤེས་ཆགས་ཡོད་རེད། ཨ་ནི་ཡེ་ཆོས་དེ་ཚོ་ག་རེད་ཟེར་ན་ན་སངས་རྒྱས་ཆོས་དགེ་འདུན་དེ་ཚོའི་སོ་སོའི་སོ་སོའི་མཐའ་ལ་ཡང་ཨ་ནི་དང་སྒྲ་སྦྱར་ནས་ཨ་ནི་ཚུར་བསྡུས་པ་ཡིན་ན་སོ་སོ་སོའི་མཁས་པ་ཁ་ཁ་སོ་སོ་སོས་ཀྱི་དབྱེ་བ་འབྱེད་པ་ཡིན་ན་ཨ་ནི་དེ་དང་སྒྲ་དེ་འབྱེད་པ་ཟེར་ཏེ་བྱ་དགོས་ར་དང་ནི་འདུས་བྱས་ཟེར་ཏེ་འབྱེད་པ་དེ་བྱ་དགོས་རའོ་དེ་དང་དེ་ད་དེ་ན་མ་འགྲེལ་བཤད་འདི་ལྟ་བུ་ད་འདི་ལྟ་བུ་ལ་མཚོན་ན་གཟིགས་སྐོར་ད་འདི་ལྟ་བུ་ལ་མཚོན་ན་ཟེར་ཏེ་གཟིགས་ཨ། ད་འདི་གི་འགྲེལ་བཤད་རྒྱག་གི་རེད། ཡེ་ཤེས་དཀོན་མཆོག་གསུམ་ལས། ལ་དྭགས། ཡེ་ཤེས་དང་ཡེ་ཆོས་ནང་ནས་དེང་གི་ཡེ་ཤེས་དེ་དཀོན་མཆོག་གསུམ་རེད་ལ་ཡིན་པ་དེ་དཀོན་མཆོག་གསུམ་དེ་ཡེ་ཤེས་ཆགས་སོང་ཨ། ཡེ་ཤེས་དཀོན་མཆོག་གསུམ་ལས། ཡེ་ཆོས་སངས་རྒྱས་དང་ད་ཡེ་ཆོས་ག་ཚད་ཡོད་རེད་གསུམ་ཡོད་རེད་དེ་ལ་སངས་རྒྱས་དང་ཆོས་དགེ་འདུན་ཟེར་དེ་གསུམ་ག་ལ་ཡེ་ཆོས་ཆགས་གི་རེད་བ། ད་ཤོག་གུ། སང་ཉིན་ནས་རྩ་གསུམ་ལ་ཟེར་ཨ།

ད་དེ་ལ་ཡང་ཡེ་ཤེས་སྔོན་དུ་འགགས་ནས་གཡོ་ཆོས་སོ་སོ་མཐར་བྱ་ཟེར་བའི་ལྟར། དཔེ་དེ་འདི་བཞག་ཏུ་བ་དཀོན་མཆོག་གསུམ་ནི་སངས་རྒྱས་དང་ཆོས་དང་དགེ་འདུན་ནོ་ལབ་ཏུ་བ་ད་ཁྱེད་རང་ཚོས་དཔེ་ཅི་བཞག་ལྟར་བ། ད་ང་ཚོ་དཔེ་ཅི་བཞག་གཞན་པར་ཅི་བཞག་བ་ཆ་བཞག་ན། ད་ང་ཚོས་ཀྱི་དཔེ་གར་བཞག་ག། འོ་ཡ་ད་ང་ཚོས་དཔེ་ཅི་བཞག་གིན་ལྟར་བ། དེ་ལ་ཡང་རྗེས་པར་ཟེར་ཡ་དེ་ལ་དཔེ་ཅི་གར་བཞག་གིན་ཟེར་ལ་ན་ཡེ་ཤེས་སྔོན་དུ་བཀོད་བྱས་གཡོ་ཆོས་སོ་སོ་བྱས་མཐའ་ལ་ཡང་སོ་སོ་སོ་རྗེས་པ་དེ་ལ་རེ་བ། ད་ལྟ་དེ་ལ་ཡང་དཔེ་བཞག་བ་ནང་བཞིན་བྱས་ནས་ང་ཚོས་དཔེ་གར་བཞག་ག། དཔེར་ན། དཔྱིད་ཀ་དང་དབྱར་ཀ་དང་སྟོན་ཀ་དང་དགུན་ཀ་བཅས་ནི། རེ་བ། ནམ་དུས་བཞི་ཡིན་ནོ། འོ་འདི་འདྲའི་འདྲ་བ་ཅིག་དཔེ་བཞག་ད་དེ་མ་ཡིན་པའི་དཔེ་བཞག་ཡང་མང་པོ་ཡོད་རེ་བ། ད་ང་ཚོ་ཤོག་བུ་ཉིས་བརྩེགས་གསུམ་པ་ལ་གཟིགས་ཨ། ད་ང་ཚོ་གསུམ་པ་དེ་རྒྱུ་མཚན་ལ་འགྲོ་གི་ཡིན་ད། གསུམ་པ་དེ་རྒྱུ་མཚན་དེ་ལ་ཡ། དང་གི། གསུམ་པ་རྒྱུ་མཚན་འགྲོ་གི་ཡིན་ད། དང་པོ་ག་རེ། ཨཱ་ནི། འདུས་བྱས། འདུས་པ་དང་བྱས་པ་དང་རྒྱུ་མཚན་ཟེར། ད་གསུམ་པ་རྒྱུ་མཚན་འགྲོ་གི་ཡིན་ད། འོ་ཡ། ད་རྒྱུ་མཚན་དེ་ལ་ཡ་དང་པོ་གར་ལབ་ཤ། རྒྱུ་མཚན་གྱི་གོ་དོན་དེ་ལ་ཡ་གཅིག་གཟིགས་ཨ། ཚིག་དོན་སྔ་མར་དང་སྒྲ་སྦྱར་བ་དེ། ཚིག་དོན་ཕྱི་མའི་རྟགས་སམ་རྒྱུ་མཚན་དུ་གྱུར་པ་ཞིག་ལ་ཟེར། ཨོ་ཡ། ད་ག་འགྲེལ་གྱི་གོ་གི་འདུག་ཟེར་ལགས་ན། ཚིག་གི་དོན་དག་སྔ་མ་ཅིག་འདུག་ཨ། ཚིག་གི་དོན་དག་སྔ་མ། སྔ་མ་ལགས་ན་དང་པོ་སྔོན་ལ་ཡོད་ངེས་འདི་ལ་གོ་རོགས་ཨ། ཚིག་གི་དོན་དག་སྔ་མར་ལ་འདུག་ཨ་སྔ་མར་ལ་འདུག་བསམ་པ་ལ་ར་བྱ་འདུག་བསམ་པ་ལ་ཡ། ལ་ཟེར་གོ་རོགས་ཨ་ལ་དོན་བྱ་གོ་རོགས་ཨ། ཚིག་གི་དོན་དག་སྔ་མ་དེ་ལ་ཡ། དང་སྒྲ་སྦྱར་བ། གོ་སོ་སོ་ཨ་ཐང་ང་ཐང། ཐང་ང་ཐང། དང་སྒྲ་འཆར་བ། དེ། ཚིག་དོན་ཕྱི་མའི་རྟགས་སམ་རྒྱུ་མཚན་དུ་བཀོད་པ། ཨོ་ཡ། སྔོན་ལ་བྱ་རྒྱུ་དེ། རེ་བ། སྔོན་ལ་བྱ་རྒྱུ་དེས་གོ་བརྡ། རེ་བ། ཨོ་དེ། ཚིག་དོན་ཕྱི་མའི་གི། རྟགས་སམ་རྒྱུ་མཚན་དུ་བཀོད་པ། ད། ཚིག། ཕྱི་མ་ཅི་ཡིན་གོ། རེ་བ། འདི་གི་རྒྱུ་མཚན་དུ་བཀོད་པ་འདི་ལ་བཞག་པ་ཡིན་ན། ཨ་ནི། གར་སི་གོ་རེ། རྒྱུ་མཚན། རྒྱུ་མཚན་འདི་བྱ་གོ། རེ་བ། ཕྱི་མ། ཕྱི་མ་འདི་ལ་བཀོད་པ་ཡིན་ན། རྒྱུ་མཚན་འདི་བྱ་གོ། དང་སྒྲ་འདི། འོ་ཡ། འདི་དང་འདྲ་འདི་རྒྱུ་མཚན་གྱི་དང་འདྲ་འདི་ཆག་གི་ཡོར་བ། འོ་ཡ། ད་འདི་ག་འདྲ་ཆག་གི་འདུག་ང་ཚོས་གི་དཔེ་དང་མཉམ་དུ་བྱ་ན་ལས་ལྷག་ཡོར་བ། ད་དཔེར་ན་སི་ལ་དུ་བ། དུ་བ་མཐོང་བ་དང་མེ་ཡོད་པ་ཤེས་ལྟ་བུར་མཚོན་ན་ས། འོ་ཡ། དུ་བ་ལ་ན་ང་ཚོས་མེ་བཏང་སྟེ་དུ་བ་ཐོན་ཡོད་ཅེས་ཡོར་བ། འོ་དི། དུ་བ་མཐོང་བ་དང་སི་ལ་དུ་བ་དེ་དང་ང་དང་དེ་བྱ་དུ་བ། དུ་བ་དེ་ག་རེ་རེད། ཚིག་དོན་སྔ་མ་ཆག་གི་ཡོར་རེད་བ། ཚིག་དོན་སྔ་མ་དེ་ག་རེ་རེད་ལ་ན།

ཕ་གའི་མེ། ཕ་གའི་མེ་འབར་འདོད་ཡོད་ས་རེད་ལ་གིར་བ་གར་བྱས་ནས་ལ་དེ་ཨོ་དུ་བ་ཐོང་གི་འདུག་བ་ཕ་གའི་དུ་བ་ཆུ་རུ་རུ་བྱེད་ཀྱི་འདུག་བ་ཟེར་བ། དུ་བ་ཆུར་བསྡད་ཤག་ཟེར་བ། ཨོ། དེ་སོང་ཙང་ཕ་གའི་ལ་མེ་ཡོད་ས་རེད་ཟེར་ཏེ་རྒྱུ་མཚན་དེ་བསྐུལ་ཁུར་བ་ང་ཚོས། ཨོ་དེ་བྱས་ནས། དེ་ལྟ་བུ་ལ་མཚོན་ན་ས་ད་དེ་ལ་ཡ་ཁོ་ཚོས་ཚིག་འགྲེལ་བཤད་རྒྱབ་ཀྱི་འདུག་བ། ཚིག་དོན་སྔ་མ། ཚིག་དོན་སྔ། ཚིག་དོན་སྔ་མའི་རྟགས་དུ་བ་ས། ཨོ་ཡ་ཚིག་དོན་སྔ་མ་དེ་ཐང་གི་དུ་བ་རེད་ལ་ཡིན་པ། ཚིག་དོན་སྔ་མའི་རྟགས་དེ་དུ་བ་ཆགས་འོར་བ། ཨོ་ཡ། རྟགས་འདི་ཚེ་དེ་དག་རྒྱུ་མཚན་བཀོད་ཡ་དེར་དག། དུ་བ་འདི་ཨ་ནི་ཁོག་གི་རྟགས་རྒྱུ་མཚན་བཀོད་ཡ་དེར་བ། ཨ་ནི་ཚིག་དོན་སྔ་མའི་རྟགས་དུ་བ་མཐོང་བ་ལ་བརྟེན་ནས། དུ་བ་མཐོང་བ་ལ་བརྟེན་ནས་ཨ་ནི། རྗེས་ལ་ཡ་ག་ར་ཧ་གོ་ག་ར་ལ་ན་ཕྱི་མ། ར་བ། མེ་ཡོད་པར་ཤེས་པ་ལྟ་བུ། འདི་རེད། ན། ཚིག་དོན་སྔ་མའི་རྟགས་དུ་བ་དེ་ལ་བརྟེན་ནས་ཚིག་དོན་ཕྱི་མ་མེ་ཡོད་པར་ཤེས་པ་ལྟ་བུ་ཟེར་ཡ་དེ་ལྟ་དེ་གར་ཆག་གོ་ལ་ན། རྒྱུ་མཚན་ཆག་གོ་ར་བ། ཨ་ནི། དུ་བ་ལ་བརྟེན་ནས་མེ་ཡོད་པ་རྟོགས་ནུས་པ་ཟེར་ཡ་དེ་ཆག་རྒྱུ་མཚན་ཡོད་པ་སོང་ཙང་ཨ་ནི། འདི་དང་སྒྲ་དེ་དང་སྒྲ་རྒྱུ་མཚན་ཆག་གོ་ར་བ། ཨོ་ཡ། ད་ང་ཚོས་རྒྱུ་མཚན་དེ་ལ་ཡ་ང་ཚོས་དཔེ་ཅིག་བཞག་གིན་ད་ར་བ། ད་གི་དེ་ལ་ཡ་དཔེ་ག་རེ་བཞག་ཞེ་ལ་ན། དུ་བ་མཐོང་བ་དང་མེ་ཡོད་པ་ཤེས་ལ་དུ་བ། ནི་ཚིག་དོན་སྔ་མ། དུ་བ་མཐོང་བ་ལ་བརྟེན་ནས། ནི་ཚིག་དོན་ཕྱི་མ། མེ་ཡོད་པ་ཤེས་ཟེར་ཡ་དེ་ར་བ། འདི་པར་རུ་གི་དུ་བ་མཐོང་བ་དང་ཟེར་ཡ་ཅི་དུ་བ། དུ་བ་མཐོང་བ་དང་ཟེར་ཡ་དེ་གི་ནི། རྒྱུ་མཚན་གི་དང་སྒྲ་དེ་རྒྱུ་མཚན་གི་དེ་ཆག་གོ་ར་བ། ད་དཔེ་ཆ་བཞག་ན། ད། ང་ཚོས་དཔེ་ཅིག་བཞག་པ་ཡིན་ན། ཆུ་སྐྱར་ཡུན་རིང་ལྡིང་བ་མཐོང་བ་དང། ཆུ་སྐྱར་ཡུན་རིང་ལྡིང་བ་མཐོང་བ་དང། ད་ལྟ་ང་ཚོ་ཆུ། བྱ་དེ་འདྲ་འདུག་བྱ། ཆུ་འགྲམ་ལ་བསྡད་དེ་ངས་འདི་འདྲ་འདུག་བ། འོ་དེ་ཚོ། ཆུ་རྒྱ་དུ་ཚོ་རྒྱུད་རིང་པོ་གནམ་ལ་འདུག་ལྡིང་འདེགས་རེ་བ་སྐོར་ར་བརྒྱབ་ནས་བསྡད་དུས་བསམ་པ་ལ་ཡ་ཨ་ནི་ང་ཚོའི་ཨོ་ཕ་སྐད་ལ་ཆུ་ཡོད་ས་རེད་ཟེར་ཆ་གོ་ཡ་གི་འདི་ཡོད་རེ་བ་བརྟག་བྱེད་ཡོད་རེ་བ། འོ་དེ་ཆུ་རྒྱ་ཡུན་རིང་ལྡིང་བ་ལ་བལྟས་ནས་རེ་བ་ཆུ་རྒྱ་ཡུན་རིང་ལྡིང་བ་དང་ཨ་ནི་ཆུ་ཡོད་པ་ཤེས་ཟེར་རེ་བ་འོ་དེ་ནང་བཞིན་གཅིག་པ་གཅིག་རྐྱང་རེད་ཟེར་རེ་བ། ཨ་ནི་ཚིག་དོན་སྔ་མ་དེ་ཆུ་རྐྱང་ཡུན་རིང་ལྡིང་བར་བྱེད། ཨ་ནི། ལྡིང་བ་དང། ཟེར་དང་སྒྲ་འདི་པར་བཅུག་སོང། ཨ་འདི་ཅི་ལ་ཡ། ཨ་ནི། ཚིག་དོན་ཕྱི་མ་འདི་ག་རེ་ཆག་གོ་ལ་ན། ཆུ་ཡོད་པ་འདི་ཧ་གོ་ཨེ་དེར་བ། ཆུ་ཡོད་པ་འདི་ག་འདྲེས་ཧ་གོ་བར་སླ་བ་ཡིན་ན། ཨ་ནི་ཆུ་རྐྱང་ཡུན་རིང་ལྡིང་བའི་རྒྱུ་མཚན་ལ་བརྟེན་ནས། ཨ་ནི། ཆུ་ཡོད་པ་ཧ་གོ་བ་རེད། དང་གི། ཨ་ནི། ག་སོ་གོ་རེད། དུ་བ། ཨ་ནི། འཕྱུར་བ་ལ་བརྟེན་ནས། ཨ་ནི། མེ་ཡོད་པ་ཧ་གོ་རེད། འོ་དེ་རེད་ར། ཨ་ཡ། ད་དེ་ནས་ང་ཚོ། ཚེ་སྐབས་ཟད་དེ་དྲུག་ཡིན་ད་ར། ཚེ་སྐབས་ཟད་དེ་བཞི་པ་ར། བདུད་རྗེ་དང་ཚེ་སྐབས་ལ་གད་དེ་ར། འོ་ཡ། ཚེ་སྐབས་དེ་ནི་ག་ལ་དབོར་ན་ཚེ་སྐབས་ཟེར་དུས་བསམ་པ་སྤྱི་དང་དུས་ཚོད་སྟོན་གྱི་ཡོད་ར་ད་ཡིན་ན་འདི་ན་མ་འགྲེལ་བཤད་ཡོང་གི་ར། ཚིག་དོན་སྔ་མའི་རྗེས་སུ། ཟེར་ར་ད་འདི་འགྲེལ་བཤད་དེ་ཡག་པོ་བྱས་ནས་ཉན་ཨ། ཚིག་དོན་སྔ་མའི་རྗེས་སུ། དང་སྒྲ་སྦྱར་བས་ཚིག་དོན་ཕྱི་མའི་དུས་ཚོད་སྟོན་པ་ཞིག་ལ་ཟེར། ད་འདིའི་འགྲེལ་བཤད་འདི་མ་ཐུབ། རོབ་ཙམ་ཞིག་རྒྱག་གིན་གདའ། ར་བ་ཨ་ནི་ང་ཚོ་དཔེ་དང་སྦྱར་གིན་གདའ། ད་ཚིག་གཡོར་བ། ཚིག་དོན་སྔ་མ། དང་སྔ་མ་དང་ཕྱི་མ་ཟེར་སྟོན་གི་འདུག་བ། ཚིག་གི་དོན་དག་སྔ་མ་འདི་གིས་ཟེར་ད་ར་བ། ཚིག་དོན་སྔ་མའི་གི་རྗེས་ལ་ཡང་དང་འདྲ། འགྲིག་སོང་ང་ད་ཚིག་བར་ན་སླད་ཡོང་གོ་ར་བ་ཚིག་དོན་སྔ་མའི་གི་རྗེས་ལ་ཡང་དང་འདྲ། ཨ་ནི་སྦྱར་བས། ར་བ་སྦྱར་བའི་རྒྱུ་མཚན་གྱིས་ཨ་ནི་གར་ཆག་གོ་ར་བས་ཚིག་དོན་ཕྱི་མའི་དུས་ཚོད་སྟོན་པ་ཞིག་ལ་ཟེར། ར་བ་ད་དུས་ཚོད་དེ་ག་འདྲས་སྟོན་གི་འདུག་ང་ཚོས་དཔེ་ཅིག་བལྟ་གི་ཡིན་ད་ར་བ། དཔེར་ན། ཟེར་ལ་དུ་བ། ནམ་ལངས་པ་དང་ནམ་ལངས་པ་ཟེར་ན་ག་ལུགས་གོ་ར་ཉི་མ་ཤར་ནས་ནམ་ལངས་ཡས་བརྗོད་ར་བ་ང་ཚོ་ཉི་མ་ཡ་ཤར་ཡོང་དུས་ནམ་ལངས་ཡོང་གོ་ར་བ། འོང་དུ་བྱས། ནམ་ལངས་པ་དང་གཉིད་སད་ཟེར་བ། ནམ་ལངས་པ་དང་གཉིད་སད་ཅེས་ཚིག་དོན་སྔ་མ་ནམ་ལངས་པའི་རྗེས་སུ་སྒྲ་སྦྱར་ཏེ་ལ་དོ། ད་ནམ་ལངས་པ་དང་གཉིད་སད་ཟེར་དུས་བསམ་པ་ལ་ཡང་ནམ་ལངས་པ་དེ་ག་རེ་རེད་ཚིག་དོན་སྔ་མ། ཚིག་དོན་སྔ་མ་དེ་ག་རེ་རེད་ཟེར་ན་ནམ་ལངས་པ་དེ་ཚིག་དོན་སྔ་མ་ཆགས་སོང་ང། ཚིག་དོན་སྔ་མའི་རྗེས་སུ། དང། སྦྱར་དུ་བ་དེ། ནམ་ལངས་པ་དང་སྲིད་དེ་གསུམ་པ་ཚིག་དོན་སྔ་མའི་རྗེས་སུ་དང་སྒྲ་དེ་སྦྱར་དུ་བ། ཨ་ནི། འདི་སྦྱར་བའི་ཚིག་དོན་ཕྱི་མ་ལ། ད་ཚིག་དོན་ཕྱི་མ་དེ་དེ་ལས་གོ་བར་དང་གཉིས་དེར་བ། གཉིད་སད་ཅེས་པའི་ཚིག་དོན་ལ་དུ་བ་གཉིད་སད་སྲིད་དེ་གསུམ་པ་ལ་ད། གཉིད་ག་དུས་སད་པ་རེད་ལབ་པ་ཡིན་ན། ནམ་ལངས་པ་དང་སད་པ་རེད་ཟེར་ཏེ་ག་དུས་སད་པ་རེད་ལབ་དུས་ད་ང་ཚོ་དུས་ཚོད་སྐད་ཆ་བཤད་ཀྱི་འདུག་བ། དེ་ཡིན་དུས། ཨ་ནི། ད་ད་ཚེ་སྐབས་ཟེར་ཏེ་དུས་ཚོད་སྐད་ཆ་བཤད་ཀྱི་ཡོད་རེད་བ། ཨ་ནི། གཉིས་ག་དུས་བསད་པ་རེད་ལ་ན་ནམ་ལངས་པ་དང་བསད་པ་རེད་ད་ཚིག་དེ་མ་བཤད་འོང་དུས་ནམ་ལངས་པ་དང་གཉིས་བསད་བསད་དེ་འོ་དུ་ད་ཚིག་དོན་སྔ་མ་ནམ་ལངས་པ་དང་བསད་ཅེས་པའི་ཚིག་དོན་སྔ་མ་ནམ་ལངས་པའི་རྗེས་སུ་དང་སྒྲ་སྦྱར་ཨ་ནི། ཚིག་དོན་ཕྱི་མ་གཉིས་བསད་པའི་དུས་ཚོད་སྟོན་པའོ་ལ་དུ་ཨ་འོང་དུས་ད་འདྲེ་བཤད་རོབ་ཙམ་གྱི་འདུག་བྱས། འོ་འདི་ཆད་ད་ང་ཚོ་ཚེ་སྐབས་དེ་ལ་ཡ་འདྲེ་ཤེས་རྒྱག་གིན་ཚེ་སྐབས་དེ་ལ་ཡ་ང་ཚོས་ད་ཚེ་སྐབས་དེ་ལ་དཔེ་ཅི་བྱ་གིན་ད་ཚེ་སྐབས་དེ་ལ་ང་ཚོ་དཔེ་ག་རེ་བྱ་གི་ད་དུས་ཚོད་སྟོན་དགོ་གི་ཡོད་རེད་བ་ད་འགི་དེ་ལ་ག་རེ་ལབ་སོང་ནམ་ལངས་པ་དང་གཉིད་སད་ལ་སོང་ཨ་ད་ང་ཚོས་གི་ཆུ་ཚོད་བརྒྱད་པ་ཟིན་པ་དང་སླབ་གྲྭར་འགྲོ་ཟེར་བ་ཨ་ཡ། ཚིག་དོན་སྔ་མ་དེ། ཆོས་ཚུལ་དྲུག་པ་ཟིན་པ་དེའི་ཆེད། ཆོས་ཚུལ་དྲུག་པ་ཟིན་པ་དང་ཚིག་དོན་ཕྱི་མ་དེ་ག་ལ་གོ་རེ་སློབ་གྲྭར་འགྲོའོ། སློབ་གྲྭ་ག་དུས་འགྲོ་གི་རེད་ཆོས་ཚུལ་དྲུག་པ་ཟིན་སོང་ན་ང་ཚོ་སླབ་གྲྭར་འགྲོ་གི་རེད་ཟེར་སྦྱོར་བ། འོ་དེ་འདྲས་བྱས་ནས་སོ་སོའི་གི་ལས་སླ་པོའི་ཐོག་ནས་དཔེ་ཁ་ཤས་ཀྱི་སོ་སོའི་དྲི་ཡའི་ཐབས་ཤེས་བཏང་ཨ་རོ། འོ་འདི་བྱས་ཚང་མ་སློབ་དེབ་ནང་ལ་ཡོད་རྒྱུ་གཅིག་པོ་དེ་མེད་པ་བྱས་སོ་སོ་སོས་བྲིས་ཐུབ་པ་ཡིན་ན་ཡག་ཤོས་རེད་རོ། དང་པོ་ཅིག་བྲིས་ཨ་ནི་ནོར་ཡོད་ནས་གལ་ཡོག་མ་རེད་ཡང་བསྐྱར་ང་ཚོ་ནོར་བཅོས་བྱས་ཆོག་རོགས་ཨ། འོང་འདུག་བྱས་ད་ང་ཚོ་རྔ་པ་དེ་འགྲོ་གི་ཡིན་ད། རྔ་པ་དེ་ག་རེད་ཤག། གདམས་ངག་ས་དར་བ། དང་ནི་བསྡུས་རྗེས་རྒྱུ་མཚན་དང། ཚེ་སྐབས་གདམས་ངག་རྔ་ལ་འཇུ་ཟེར་ད་རྔ་པ་དེ་གདམས་ངག་ཟེར་དེར་དར་བ། གདམས་ངག་ཟེར་ཏེ་ང་ཚོ་ནམ་རྒྱུན་བླ་མའི་གདམས་ངག་ཟེར་གྱི་རོ། བླ་མའི་གདམས་ངག་ཟེར་གྱི་རོ། བླ་མ་སྔ་མའི་མན་ངག་དང་གདམས་ངག་ཟེར་གྱི་རོ། ཧོ་འདིར་བལྟ། ཨོ་ཡ། ད་འདི་ལ་འགྲེལ་བཤད་ག་འདྲ་རྒྱག་གི་འདུག་བལྟ་ཨ། གཞན་ལ་ཕན་པའི་དོན་སྟོན་པའི་དང་སྒྲ་ཞིག་ལ་ཟེར་ས། ཨོ་ཡ། ད་གདམས་ངག་ཟེར་ཏེ། འདི་གི་དང་སྒྲ་འདི་གདམས་ངག་ཟེར་ཏེ་ག་འདྲ་ཟེར་ན། གཞན་ལ་ཡང་ཕན་པའི་ཆེད་དུ་སྟོན་པའི་དང་སྒྲ་དེ་ལ་ཡང་ཨཱ་ནི་གདམས་ངག་ཟེར་གྱི་རེད་ད་དཔེ་ཆ་བཞག་ན། ལེགས་པར་སློབ་དང་ཟེར་བ། ལེགས་པར་སློབ་དང་ཟེར་དུས་བསམ་པ་ལ་ཡང་ཨཱ་ནི་གཞན་ལ་ཕན་ཡག་བྱེད་དུ་ཡག་པོ་བྱས་ནས་ཡག་པོ་བྱས་ནས་སྦྱངས་དང་ཟེར་གྱི་རེད་བ། འོ་དེ་བྱེད་དུས་བསམ་པ་ལ་སྐུལ་ཚིག་བྱ་གི་ཡོད་རེད་བ། ཡག་པོ་བྱས་ནས་སྦྱོངས་དང་ཟེར་བ། བསླབ་བྱར་རབ་ཏུ་ཉོན་དང་བསླབ་བྱ་ཡག་པོ་བྱས་ནས་ཉོན་དང་ཟེར་བ་དེ་དང་ང་དང་འདུ་བ།

སྐུལ་ཚིག་རེ་བ་སྐུལ་ཚིག་ལ་ན་ང་ཚོས་ཨ་འདྲེ་བྱེད་རོགས་བྱེད་ལ་ནི་བར་རེ་བ་བརྒྱ་བའི་སྦྱོར་བ་འོ་དེ་བྱེད་གུ་གུར་བདག་སེ་བྱེད་བར་རེ་བ་བརྒྱ་བའི་སྦྱོར་བ་འོ་དེར་བདག་ནང་ཡ། འཇུག་པ་ལ་དཔེར་ན་ད་སྐུལ་ཚིག་ལ་འཇུག་གུ་རེ་ཟེར་དཔེར་ན་རྒྱུག་དང་རེ་བ་རྒྱུག་ཤ་ལོས་དང་སེ་བྱེད་བ་བྲིས་དང་དེ་བརྡོལ་དང་ཨ་ནི་ང་ཚོ་ནམ་རྒྱུན་ཀློག་དང་ལ་ར་བ། ཟ་དང་ཟོ་དང་ར་གི་ར་བ། ཨ་ནི་ཤས་དང། ད་མང་པོ་ཡོད་ར་བ། འོ་དེ་འདྲ་བྱས་ནས་དང་དང་ཟས་ཚང་མ་ལ་ཡང་སྐུལ་ཚིག་ལ་འཇུག་པ་ཡང་ཡོད་རེད་བྱས། ད། ཚིག་དོན་སྔ་ཕྱི་གཉིས་མཚམས་སྦྱོར་བ་ལ་འཇུག་པ་དཔེ་ན་ས། ད་ཚིག་དོན་སྔ་ཕྱི་ཟས་ཚང་མ་ལ་ད་ཚིག། སྔ་མ་དང་ཕྱི་མ་ཡོད་ར་བ། གཉིས་མཚམས་སྦྱོར་ལ་དེ་ཚོ་མཚམས་སྦྱོར་ཟེར་དུས་གར་སི་གོ་ར་བས་མཚམས་སྦྱོར་ཟེར་དུས་ཚང་མ་ལ་ཡང། པ་རུག་གི་མཐུད་རྒྱབ་ཉེས་དེ་ལ་སི་གོ་ར་བ། མཚམས་ཟེར་དུས་པ་རུ་སྟོང་པ་དེ་བྱས་ར་བ། སྦྱོར་ཟེར་དུས་ཚུར་ཐུད་སྦྱར་ཡ་དེ་ཟེར་བ་ར་བ། ཐུད་གཉིས་དུས་ཚུར་སྦྱར་ཡ་དེ་ལ་ཡ་མཚམས་སྦྱོར་རོར་ཟེར་བ་རེད། འཇུག་པ་ལ་དཔེར་ན་ས་ད་མཚམས་སྦྱོར་ལ་འཇུག་པ་ཡོར་ད་དཔེར་ན། བྱས་དང་ཟེར་བ། ཨཱ་ནི་འདི་བ་ལ་ཤོག་ཨ་སློབ་ཚན། བྱས་དང་བྱེད་མོས་ཟེར་བ་བྱས་དང་བྱེད་མོས་ཡིན། ལ་ཡ་བྱེད་དོ་བ། ཨཱ་ནི། དང་དང། བྱེད་དང་ལ་འགྲོ་སོང་ཨ། ནི་དེ་ལ། མཐོང་དང། མཐོང་བཞིན་པ། མཐོང་དང་མཐོང་བཞིན་པ། ཨ་ནི། ང་ཚོ་ནམ་རྒྱུན་ཟ་དང་ཟ་བཞིན་པ། ཀློག་དང་ཀློག་བཞིན་པ། ཟས་སྦྱོར་བ། ཚང་མ་ལ་དང་དང་དང་ཡོད་དུས་སོང་པ་ལ་ཡ། འདི་ཚང་མ་ལ་ཡ། ཨ་ནི་མཚམས་སྦྱོར་གྱི་ཆ་སྐོར་མཚམས་སྦྱོར་ག་ལ་ན། མཐོང་པ་དེ་དང། མཐོང་པ་དེ་གཉིས་ཀྱི་པ་རུ་ལ་ཡ་སྦྱར་དགོས། མཐོང་མཐོང་བཞིན་པ་ལ་ན་དང་སྒྲ་དེ་མེད་པར་བྱས། མཐོང་མཐོང་བཞིན་པ་ལ་ན་ཨ་ནི་གོ་ཡ་མེད་ངེས་བྱ་གི་དོ། ཨ་ནི་དང་སྒྲ་དེ་བཅུ་བ་ཡིན་ན། མཐོང་དང་མཐོང་བཞིན་པ་ཟི་དེ་བསམ་པ་ལ་ཡ། ཨ་ནི་གོ་ཉིད་ཚིག་སྔ་ཕྱི་གཉིས་དེ་ཚུལ་མཚམས་སྦྱར་ཡན་གྱི་དང་སྒྲ་དེ་གིས་ནི་གོ་བ་དམིགས་བསལ་གྱི་སྟོན་གྱི་དོ། འོ་དུས་བྱས། བྱ་བ་སྔ་ཕྱི་མཚམས་སྦྱོར་བ་དང། ན་ཡ། ལྟ་བུ་བྱ་བ་སྔ་ཕྱི་མཚམས་སྦྱོར་བ་དང། ནམ་མཁའ་དང་ས་གཞི། ཨོ་ཡ། ད་བྱ་བ་སྔ་ཕྱི་དཔེར་ན། ནམ་མཁའ་ཟས་གཅིག་བྱས། ནི་ས་གཞི་ཟས་གཅིག་བྱས་རེད་བ། ཨོ་ཡ། ད་འདིས་ཚིག་སྔ་ཕྱི་གང་འདྲ་བྱུག་དོ། ནམ་མཁའ་ཟས་འདི་གནམ་རེད་བ། ས་གཞི་ཟས་འདི་ང་ཚོའི་ས། ས། འདི་ལག་གི་རེད་བ། ས་ཡི་གོ་ལ། ས་གཞི་ལ་ན། ས་ཟེར་དུས་ཟིན་པ་སྤྱི་བཏང། ང་ཚོ་ས་དེ་བྱས་རེད་བ། གཞི་ཟེར་དུས་ཟིན་པ་གཞི་བརྟེན་ཟེར་བ། བརྟེན་ས་ལ་གོ་རེད་བ། ནི་ནམ་མཁའ་དང་ས་གཉིས། དང་ལ་དོ་ནམ་མཁའ་དང་ས་གཞི། རེད་བ། ནམ་མཁའ་ས་གཞི་ལ་ན་གོ་ཡ་མི་ངན་ཆགས་འགྲོ་ཁོ། ཨ་ནི་ཚིག་གྲོགས་འདྲ་བོ་ཆགས་འགྲོ་གོ་རེད་བ། ཨ་དེ་ལ་ཡ། ནམ་མཁའ་དང་ས་གཞི་ལ་ན་ཨ་ནི་ཁོ་གཉིས་ཚུ་མཚམས་སྦྱར་མཚམས་སྦྱར་གི་འདུག་བ། འོ་ཡ། ཁྱོད་དང་ང་ལྟ་བུ་ད་ཁྱོད་ང་ལ་བི་ན་ཞེ་ར་ལེན་པོ་ཡོད་མ་རེད་ལ་གོ་རྒྱུ་ཞེ་ར་ཡོད་མ་རེད་བ། ཁྱོད་དང་ང་ལ་ན་ཨ་ནི་གོ་རྒྱུ་ཡོད་ངེས་ཆགས་སོང་བ། འོ་ཡ་མིང་ཚིག་སྔ་ཕྱི་མཚམས་སྦྱོར་བ་འཇུག་པ་དང་བྱས། མིང་ཚིག་སྔ་ཕྱི་མཚམས་སྦྱོར་བ་དང། ད་ལྟ་བྱ་བ་སྔ་ཕྱི་མཚམས་སྦྱོར་བ་དང་དེར་མང་པོ་འདུ་བའོ། འདི་བྱས། རྡུལ་དང་འདྲེས་ཟེར་བ། རྡུལ་བླ་ན་ང་ཚོ། རྡོ་དང། ད་ཅིག། རྡུལ་རྡུལ་ཕྲན་དུ་ལག་གི་ར་བའོ། འདི་བྱས། འདྲེས་བླ་ན་ཆུ་དཀྲེ་དཀྲེ་དང་བ་ཆག་གི་ར་བ། ཆུ་འདྲེས་པ། བསྲེགས་པ་ལག་གི་ར་བ་མཉམ་དུ་བསྲེ་བསྲེ་དང་བསྲེས་པ་ལག་གི་ར་བ། མཉམ་དུ་དཀྲེ་དཀྲེ་དང་བའོ། གྲོགས་དང་བྲལ་ས། གྲོགས་བླ་ན་གྲོགས་པོ།

མཚམས་སྦྱོར་ལ་འཇུག་པའང་ཡོད་སྲིད་ལ་དུ་བར་འཇུག་པའང་ཡོད་ལ་དེ་ལྟ་དེ་ཡོད་རེད་ཟེར་བར་ད་གཞན་པ་དེ་ཚོ་ཡོད་པར་མ་ཟད་ཨཱ་ནི། འདི་ཚང་མ་གཞི་དང་ཨཱ་ནི་བྱ་བ་གཉིས་ཨཱ་ནི་མཚམས་སྦྱོར་བྱེད་པ་ལའང་ཡོད་རེད་ཟེར་ལ་བར་ད་ར། གང་ལ་ཡ། འདི་ཚོ་ཚང་མ་ཨང་གྲངས་དེ་ཚོ་ག་རེ་བྱས་ནས་འཇུག་གོ་ལ་ན། གང་ལ་ཡ། ཨཱ་ནི། བྱ་བ་སྔ་ཕྱི་མཚམས་སྦྱོར་དང་ཨཱ་ནི་ཚིག་མིང་ཚིག་སྔ་ཕྱི་མཚམས་སྦྱོར་བྱས་ཡོད་པར་མ་ཟད་ཨཱ་ནི།

གོང་ལ་ཡ་རྒན་ལགས་ཀྱིས་ད་མར་གྲལ་བཤེར་རྒྱབ་སྐྱོར་དང་དེ་ཚོ་གསལ་པོ་མེད་པ་དང་དེ་འདྲ་བྱུང་ཡོད་ན་སོ་སོས་ཀྱི་ཐོ་བཀོད། མཆན་བཀོད། དྲི་བ་བཟོས། སོ་སོས་ཀྱི་དུས་ཚོད་སྟོང་པ་བྱུང་ན་དེ་ལ་ཡ། གྲལ་བཤེར་དེ་ལས་ལྟ་གིན་ལྟ་གིན་བྱས་ནས་སོ་སོས་ཀྱི་ཡ། མིང་ཚིག་གཞན་པ་དེ་འདྲས་བེད་སྤྱོད་བཏང་ར་བ། དཔེ་གཞན་པ་དེ་འདྲས་བེད་སྤྱོད་བཏང་ནས་འདུག་བཟོས་ཡ་ར་དར་བ། ད་སྦྱོང་ཚན་དེ་ལ་སི་ཨ། ད་སྦྱོང་ཚན་དེ་ལ་ཡ། ང་ཚོས་ཀྱི་མང་པོ་འགྲུལ་གྱི་མེད། ལྡུམ་བདེ་བོ་བྱས་ནས་འགྲོ་གི་ཡིན་ད་ར་བ། ད་སྦྱོང་ཚན་དེ་ང་ཚོའི་སློབ་ཚན་གྱི་སྒང་དང་འབྲེལ་བ་ཆགས་ཀྱི་ཡོད་རེད་སློབ་ཚན་ག་ཚོད་ཡག་པོ་སྦྱངས་ཡོད་མེད་དེ་སྦྱོང་ཚན་ག་ཚོད་ཤེས་མེད་དེ་ཧ་གོ་འགྲོ་གི་རེད་བ། སྦྱོང་ཚན་དེ་ཡག་པོ་ག་འདྲས་སུ་ཆགས་ཡོད་མེད་དེ་སློབ་ཚན་ཡག་པོ་བལྟ་ཡོད་ན་ཨ་ནི་དེ་ལས་སླ་པོ་ཡོད་རེད་བ། འོ་ཡ། ད་སྦྱོང་ཚན་ཀ་པ་དེ་རེད་འདུག་ད་དང་པོ། འོང་ཡང་གཤམ་གྱི་བར་སྟོང་དུ་ས་དང་སྒྲ་སྡུད་པ་ལ་འཇུག་སྟངས་རེའུ་མིག་རྐང་རེའུ་མིག་ནང་སྐོང་ས་དང་དང་སྒྲ་སྡུད་པ་ལ་འཇུག་པ་དེར་ལྟ་བ། དང་སྒྲ། ནི་དང་ནི་སྡུད་བྱེད་རྒྱུ་མཚན་དང་ཚེག་ཀ་དང་ཀ་ལྔ་ཟེར་ཡ་དེ་ནང་ནས་དང་པོ་དེར་སྡུད་པ་ལ་འཇུག་པ། འོང་ཡང་སྡུད་པ་ལ་འཇུག་པ་དེ་ག་འདྲས་རེད་ལ་ན་དང་པོ་དེ་ལ་ཡང་སྟོང་པ་ཆེན་པོ་ཅིག་འདུ་བ་དེ་དེ་ནང་ལོགས་ལ་རྒྱང་ཡར་ལྟ། དེ་ནང་གར་རྒྱང་དགོས་ལ་ན་ཅེས་ནི་ཕྱོགས་བཞིའོ། ས་ད་ག་རེ་ཅེས་ག་རེ་ནི་ཕྱོགས་བཞིའོ་ཅེས་ལ་ན། ད་འདི་གང་ལ་ཡོད་རེད། དཔེར་ན་འདིར་བ་གར་ས་ཤར་དང། ནི། ཤར་དང་ལྷོ་དང་ནུབ་དང་བྱང་ཅེས་ནི་ཕྱོགས་བཞིའོ་ཅེས་འོང་དུ་སྤྱི་བ་ཅེས་ར་བ་སྡུད་པ་བྱེད། ད་ཡང་སྐད་དེ་ལས་རྣམས་ནི་དབང་པོ་ལྔའོ་ལ་དུ་བ་ད། མིག་དང་སྣ་དང་སྣ་དང་ལྕེ་དང་ལུས་རྣམས་ནི་དབང་པོ་ལྔའོ་ཞེས་ར་བ་ད། ནི་དེ་ལ་ཡ་བཅས་ནི་རེ་ས་བདུན་ཡིན་ནོ་ལ་དོ། ནི་ཟླ་བ་དང་མིག་མང་དང་ལྷག་པ་དང་ཕུར་བུ་དང་པ་སངས་དང་དཔལ་འབར་དང་ཉི་མ་བཅས་ནི་རེ་ས་བདུན་ཡིན་ནོ་བྱས། ད་དེ་ལ་ཡ། ག་རེ་དོ། བཅས་ལ་འདོད་ཡོན་ལྔ་ཟེར་ས། ད་ག་རེ། གཟུགས་དང་སྒྲ་དང་དྲི་དང་རོ་དང་རེག་བྱ་བཅས་ལ་འདོད་ཡོན་ལྔ་ཟེར་རོ། ཞེས་འོང་འདུག་སྦྱོང་ཚན་དང་པོ་འདི་འདི་བྱེར་བ། ནི་འདི་ནི་མ་བྱས་ནས། སྦྱོང་ཚན་ཀ་པ་དེ་ཚ་དོ་བ་དང་སྦྱོང་ཚན་ཁ་པ་དེ་ཡིན་ད་ཁ་པ་དེ་ལས་ག་ལ་ཤ་གཤམ་གསལ་བར་སྟོང། དུ་དང་སྒྲ་འཇལ་བ་ལ་འཇུག་སྟངས་སྐོངས་སེ་ཤ་སྐོངས་སེ་དེ་བསམ་པ་ལ་ད་དེ་ན་མ་རྒྱང་ཞོ་སི་གོར་དེ་སྟོང་པ་དེ་ན་ལོ་རོ་བ། ད་ག་རེ་ལ་བྱེད་གོ་དོ། ད་ག་རེ་ལ་བྱེད་གོ་དོ་དང་སྒྲ་འཇལ་བ་ལ་འཇུག་པ་དེ་ཟོས་སར་བ། ད་ཉི་ཟླ་སྐར་གསུམ་ཞེས་པ་ནི་བཅས་སོ་ལ་དོ་བ་ཉི་ཟླ་སྐར་གསུམ་ཞེས་པ་ནི་ག་རེ་རེད། ནི་ཉི་ཟླ་སྐར་གསུམ་ཞེས་པ་ནི་ཉི་མ་དང་ཟླ་བ་དང་སྐར་མ་བཅས་སོ། ལག་རོ་ཨ། འོང་འདི་བྱས། འབྱུང་བ་བཞི་ནི། ཅེས་སོ། ལ་དོ་ཨ། ཨ་འདི་རང་གར་བླུག་རེ། འབྱུང་བ་བཞི་ནི། ས་དང་ཆུ་དང་མེ་དང་རླུང་བཅས་སོ། ཟེར་བ་ཨ། འོ་ནི་སྒོ་གསུམ་ནི། ཨ་ནི། ལུས་དང་ངག་དང་ཡིད་བཅས་སོ། བཅས་ཡིན་ནོ། ཟེར་བ་ཨ། འོང་འདི་བྱས། ད་ང་ཚོ་ག་པ་འདི་ལ་འགྲོ་གི་ཡིན་ད། གཤམ་གསལ་བརྗོད་པ་རྣམས་ལས་དང་འབྲེལ་འཇུག་ཡུལ་ངོས་བཟུང་ལ་དོ། ད་དང་འབྲེལ་འཇུག་ཡུལ་འདི་ག་བ་ག་བ་རེད་ཤ་སྟག་གཟིགས་གོ་ད་ང་ཚོ་མང་པོ་མང་པོ་འབྲེལ་བཤད་རྒྱག་མ་གོ་བ་བྱས་ང་ཚོས་ཀྱི་ལྟ་གི་ལྟ་གི་བྱས་ནས་འགྲོ་གི་ཡིན་ད་རེད་བ། དཔེར་ན། ཟླ་བ་ཉག་གང་བ་དང་ཚེས་བཅོ་ལྔ་ཡིན་པ་ཤེས་ཚེ་སྐབས་རེད་ཤ་རེད་བ་འདི། འོ་ཡ་ཚེ་སྐབས་ལྟ་བུ་ལ་དོ་ཁོང་ཚོ་དཔེ་བཞག་དོ། ཨ་ཡ། ཚེ་སྐབས་གར་ཆེན་ཆེ། རེ། ཨ་ནི། ཟླ་བ། ཉག་གང་བ་དང་ཚེས་བཅོ་ལྔ་ཡིན་པ་ཤེས། ཚེས་པ་བཅོ་ལྔ་ཡིན་པ་ག་འདྲས་ཧ་གོ་གི་འདུག་ཟེར་ན་ན། ཟླ་བ། ཉག་གང་བ་སོང་ཙང་ཚེས་པ་བཅོ་ལྔ་ཡིན་པ་ཤེས་སོང་ཟེར། རེ་བ། ཨ་ཡ། ཚེ་སྐབས། སྐབས། དེ་གི་དུས་ཚོད་སྟོན་གི་འདུག་བ། ཟླ་བ། ཉག་གང་བ་དེ་ག་དུས་རེད་ལ་ན། ཚེས་བཅོ་ལྔ་སྐབས་སུ་ཨ་ནི། ཟླ་བ། ཉག་གང་བ་ཆགས་འདུག་གོ། རེ་བ། འོ་དེ་བྱས། ད་ཚེས་བཅོ་ལྔར་སླེབས་པ་དང་ཟླ་བ་ཉག་གང་སྲིད་ལ་བཞག། ད་ཚེས་བཅོ་ལྔར་སླེབས་པ་དང་ཟླ་བ་ཉག་གང་སྲིད་དུ་བསམ་པ་ལ་ད་ང་ཚོ་གར་ཆགས་ཀྱི་ཡོད་རེད་རྒྱུ་མཚན། འོ་ཡ། ད་དེ་ནས་མ་ང་ཚོས་ཀྱིས་འདི་བྱེད་ཀྱིན་གདའ། འོ་ཡ། ད་སྒང་ནས་ནི་ཀ་དང་ཁ་གཉིས་འགྲོ་སོང་ཨ། ད་ག་དེ་ལ་ཡ། ག་དང། གཤམ་གསལ་བརྗོད་པ་རྣམས་དང་འབྲེལ་བརྗོད་ཡུལ་ངོས་སུ་ག་དེ། ཨ་སོ་སོ་སོས་གང་ཐུག་ཐུག་ཅིག་གིས་ག་རེ་ཡིན་པ་དེ་འཚལ་རོ། དེ་ནས་གཙོ་བོ་དེ་ཡི་གེ་སློབ་ཚན་གྱི་སྒང་ལ་ཡང་འགྲེལ་བཤད་ཡོད་རོ། བསྡུས་པ་ལ་ག་ལ་གི་རེད། འབྱེད་པ་ལ་ག་ལ་གི་རེད། རྒྱུ་མཚན་ལ་ག་ལ་གི་རེད་ཚད་སྐབས་ལ་ག་ལ་གི་རེད། འོ་དེ་ཚང་མ་ལོ། སྒང་ལ་ཡང་འགྲེལ་བཤད་འདུག་འགྲེལ་བཤད་ལ་ལྟ་གི་ལྟ་གི་བྱས་ནས་ཁྱོད་ཚོས་ལྟ་བྱེད་རོ། སོ་སོས་གང་ཐུག་ཐུག་ཅིག་བསྐྱངས་རོ། རྗེས་ལ་ང་ཚོ་གྲོས་བསྡུར་བྱེད་དགོས་རོ། འོ་འདི་བྱས་ད་དེ་ནས་མ་ངེས་གཅིག་རོབ་ཙང་གཅིག་ལོ་གིན་དར་བ། ཚེས་བཅོ་ལྔ་སླེབས་པ་དང་ཟླ་བ་ཉག་གང་འདི་གར་རེད་ར་བ། རང་དོན་དང་གཞན་དོན་གཉིས་ལ་དོན་གཉིས་ཟེར་ས་གར་རེད་ར་བ། དང་དྲ་སྔ་ན་ནས་གར་རེད་ཟེར་བ། ནི་ཆོས་རྒྱལ་མེས་དབོན་རྣམ་གསུམ་ནི་སྲོང་བཙན་སྒམ་པོ་དང་ཁྲི་སྲོང་ལྡེའུ་བཙན་དང་ཁྲི་རལ་པ་བཅས་རྣམས་སོ་ཟ་འོ་འདི་ཚོ། ནི་དང་དྲ་གར་གར་ཟེར་ངེས་དེ་རེད་ཟེར་བ། དང་སྦྲགས་སྔ་ན་ནས། སྐྱ་རེངས་ཤར་བ་དང་མལ་ལས་ལྡངས། ལ་དུ་བ། ད་ད་ད་ང་ཚོ་དུ་ཚོད་ཚད་སྐབས་དུ་ཚོད་ཁེག་དུ་བ་དེ་ལ། ཨོ་ཡ་ད་དབྱར་དང་དགུན་དང་སྟོན་དང་དཔྱིད་ནི་དུས་ཚོད་བཞིའོ། ལ་དུ་བ། ཨོ་ཡ་ད་དེ་དབྱེ་བ་འབྱེད་ཀྱི་དུ་བ་ཁོང་ཚོས་ཀྱི། འོང་དུ་བྱས། ས་དྲོས་པ་དང་དཔྱིད་ཀར་སླེབས་པ་ཤེས། ཨོ་ད་དེ་དུས་ཚོད་སྟོན་ཀྱི་དུ་བ། དཔྱིད་ཀ་ག་དུས་སླེབས་ཀྱི་རེད་ལ་ན། ས་ཡར་དྲོས་ཡོང་དུས་དཔྱིད་ཀ་ལུས་པ་དེ་ཧ་གོ་ཡོང་གི་རུ་བ། འོང་དུ་བྱས། ད། དུས་ལ་འདས་པ་དང། ནི་མ་འོངས་པ་དང་ད་ལྟ་བ་གསུམ་མོ། ལ་དོ། ད་དུས་ལ་འདས་པ་དང་མ་འོངས་པ་དང་ད་ལྟ་བ་གསུམ་མོ། ཟེར་དེ་དང་གང་ལ་ཡ། ནི། མང་པོ་འགྲོ་ཚར་ཡོད་རེད་བ་འདི་དང་གཅིག་པ་གཅིག་པ། ནི་སོ་སོའི་ག་རེ་ཡིན་པ་དེ་འདི་ན་ལ། བྲིས་བྱས། ནི་རྗེས་ལ་ཡ། ང་ཚོ། ནི། གྲོས་བསྡུར་བྱེད་དགོས་རེད་བ། ད་དེའི་རྗེས་ལ་ཡ། སྦྱོང་ཚན་མཐའ་མ་དེ་ཡིན་ས་རེད། ང་པ་དེ་རེད་དོ་བ་གཤམ་གསལ་དྲི་བ་ཁག་ལ་ལན་བྲིས་ས། ད་དྲི་བ། དྲི་བ་ག་རེ་འདུག་ཅིག་བལྟ་གིན་གདའ། དྲི་བ་དང་པོ་དེ་དང་སྒྲ་སྡུད་པ་དང་འབྱེད་པ་གཉིས་ཀྱི་ཁྱད་པར་ག་རེ་ཡོད་རེད། ཨོ་ཡ་ད་འདི་ག་རེ་ཧ་གོ་གི་འདུག་ཨཱ་ནི། ཡི་གེའི་ནང་ལོགས་ལ་ཡང་ངོ་བོ་དང་སྒྲ་བཤད་ཅིག་འདུག་ཨ། དང་སྒྲ་ཟེར་ན་འདི་འདྲ་འདི་འདྲ་འདི་འདྲ་ཟེར་གྱི་རེད་ལ། གང་ལ་ཡང་སྒྲ་བཤད་ཅིག་འདུག་ཨ་ཨོ་འདི་ལ་ལྟ་དགོས་ཀྱི་ཡོད་རེད་གདའ། ཨཱ་ནི་གཉིས་པ་འདི་ལ་ཡང་དང་སྒྲ་རྒྱུ་མཚན་ལ་འཇུག་པ་ཞེས་པའི་དོན་ག་རེ་རེད་ཚང་མ་ཡི་གེ་སློབ་ཚན་ནང་ལ་ཡོད་རེད་བ། དང་སྒྲ་ཚེ་སྐབས་ལ་འཇུག་ཅེས་པའི་དོན་ག་རེ་རེད། ཨོ་ཡ། དང་སྒྲ་གདམས་ང་ལ་འཇུག་ཅེས་པའི་དོན་ཅི་རེད་ཟེར་བ་དང་འདྲའི་འཇུག་ཡུལ་ལྔ་ཡི་དཔེར་བརྗོད་རེ་བྲིས། ཨང། ཡ། ད་འདི་ཚང་མ་སློབ་ཚན་ནང་ལོག་ལ་དཔེ་གསལ་པོ་ཡོད་རེད། སོ་སོ་གི་མཉམ་དོ་མཉམ་དོ་སྦྱོང་བརྡར་བྱེད། ཧ་མོ་གོ་ཡ་དེ་འདྲ་འདུག་ན་ངེས་པར་དུ། ད་ལྟ་ཞྭ་སྨྱུག་དང་དེ་འདྲས་ཀྱི་རྟགས་བརྒྱབ་རྗེས་ཟུར་ལ་ཡ་བྲིས་ཏེ་ནང་ལ་ཡ་བྲི་བ་བཟོས་རྗེས་རྗེས་ལ་ང་ཚོ་སློབ་ཚན་ཁག་སུ་དྲི་བ་བྲིས་ན་འགྲིག་གི་རེད། ཟུར་དུ། དྲ་ཐོག་ནང་ནས་ཡང་སོ་སོས་ཀྱི་ནི། འདུག། དྲི་བ་བསྐུར་བ་ཡིན་ན་འགྲིག་གི་རེད། ཨ་ནི་ངེད་ཀྱི་མ་འདྲ་བཤད་རྒྱབ་ཆོག་གོ་རོ། འོང་འདུག་བྱས་ན་ང་ཚོ། དུས་ཚོད་མང་པོ་བཀག་མ་གོ་བ། བཀག་མ་གོ་བ་བྱས་ནས་ད་དེ་བཞག་རོ། ཨ་ནི་ཚང་མས་ཀྱི། མུ་མཐུད་ནས། ཨ་ནི་སྦྱང་བརྩོན་ཡག་པོ་བྱས་གོ་རེ་རོ། ང་ཚོ་བོད་ཡིག་འདི་ང་རང་ཚོ། ཨ་ནི་བོད་པས་མ་སྦྱང་ན་སུས་སྦྱང། དེ་ལས་ལྷག་པ་ཁྱེད་རང་ཚོ་གཞོན་སྐྱེས་དེ་ཚོས་མ་སྦྱང་ན་སུས་སྦྱང་རོ། ད། མི་རབས་རྒན་པ་དེ་འདུག་འགྲོ་བཞག་གི་ཡོད་རེད། ཨ་ནི། དེ་ཚོའི་གི་རྒྱུན་འཛིན་དེ་ང་རང་ཚོ་ཨ་གཞོན་སྐྱེས་ཚོ་ཡིན་པ་སོང་ཙང་ད་གཞོན་སྐྱེས་ཟེར་ན་ཁྱེད་རང་ཚོ་རེད་ཨེ་ཁྱེད་རང་ཚོས་གི་བོད་ཡིག་འདི་མ་སྦྱངས་པ་ཡིན་ན་ཨ་ནི་སྦྱངས་མཁན་གཞན་པ་ཡོད་མ་རེད་ད་མི་རིགས་གཞན་པ་གི་སྦྱངས་གི་རེད་བས་ནི་རེད་བ། དེ་ཡིན་དུས་ཨ་སྐུ་མདུན་གི་ག་དུས་ན་གསུང་གི་ཡོད་རེད་ཨོ་མི་རིགས་ང་རང་ཚོ་གཞོན་སྐྱེས་དེ་གི་ལ་ཡ་རྒན་ཡོད་རེད་ད་ང་རང་ཚོས་མིའི་ལུང་པ་གླེ་དུ་བསམ་པ་ལ་བོད་པའི་སྐད་དང་ཡི་གེ་དེ་ཚོ་གཅིག་མ་སྦྱངས་པ་བྱས་ཨ་ནི་ལྷོད་ཡངས་བྱས་བསྡད་པ་ཡིན་ན་ཨ་ནི་འགྲིག་གི་མ་རེད་བསམ་པས་གི་ད་སོ་སོ་ལ་རྒན་གཅིག་ཡོད་བསམ་པས་གི་ཨ་ནི་རྒན་དེ་ཁས་བཅད